གཏམ་བཟང་དེ་མ་ཞུ་སྔོན་ལ་ཡ་ད་ལྟ་ངའི་རྣམ་པ་ཚོ་ལ་ཡ། སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེ་གིས་ད་ལྟ། གསུང་འཕྲིན་ཅིག་ཡོད་རེད། གསུང་འཕྲིན་འདི་སྙན་མང་རིན་པོ་ཆེ་གིས་གསུང་ཚར་རྒྱུ་རེད། ཨ་ནེ་ད་ལྟའི་ཆ་ལ་ཡ། ཨ་ནེ་གསུང་འཕྲིན་འདི་གི། རིན་ཐང་འདི། ག་འདྲའི་ཡིན་པ་འདི་རྣམ་པ་ཚོ་ལ་ཡ། ད་མང་པོ་ཅིག་ད་གསན་ཡོད་རྒྱུ་རེད་མ་གསན་མཁན་དེ་འདྲ་ཡོད་པ་ཡིན་ན། ཨ་ནེ། འདི་ངས། རྣམ་པ་ཚོ་ལས་གསུང་འཕྲིན་དེ་འབིག་ཙ་ཅིག་ངས་གཤམ་ལ་ཞུས་དགོས་བསམ་སོང་འདི་ན་རིན་པོ་ཆེ་གི་དོན་ཚན་བཞི་དེ་ལ་གཞི་ཅིག་གསུང་ཡོད་རེད་ཨ་འདི་ང་རང་དེ་བློ་ལ་བབ་པོ་ཞིའོ་བྱུང་སོང་ཨ་འདི་ངས་ད་ང་རང་གི་ད་ལན་དུས་ཚོད་ལ་དུས་རབས་ཉིས་རྩ་གཅིག་ནང་ལས་ང་རང་ཚོ་བོད་མི་ཡོད་དོ་ཅོག་འདི་ཐོག་ལ་ནི་བསམ་ཤེས་དང་འདི་ཐོག་ལ་ལག་ལེན་འཁེལ་དགོས་དེ་དཔེ་གལ་ཆེན་པོ་ར་མཐོང་གི་འདུག་སོང་ཙང་འདི་ག་རེ་ལང་བ་ཡིན་ན་དོན་ཚན་དང་པོ་དེ་རིན་པོ་ཆེ་གི་ག་རེ་གསུང་ཡོད་ར་ལ་བ་ཡིན་ན་བོད་སྤྱི་དོན་གི་སོ་ནམ་གོང་མཐོར་གཏོང་ཡོད་དེ་གཅིག་བྱས། གཉིས་པ་དེ། ང་རང་ཚོ་བོད་མི་ཡོངས་རྫོགས་ཆིག་སྒྲིལ་བྱས་ནས་བསྡད་ཐུབ་ཡས་དེ་གཅིག་བྱས། ཨ་ནེ་གསུམ་པ་དེ། ད་ལྟ། འཚེ་མའི་ཞི་བའི་ལམ་ལ་ཡིད་ཆེས་བློས་གཏད། ཐོག་ནས་བསྡད་ཐུབ་ཡས་དེ་གཅིག་བྱས། ཨ་ནེ་བཞི་པ་དེ། ྋགོང་ས ྋསྐྱབས་མགོན་ཆེན་པོའི་དབུ་ཁྲིད་འོག་ལ་ཤར་བསྐྱོད་བྱས་ཐུབ་ཡས་དེ། ད་འདི་བཞི་དེ། ད་ལྟའི་ཆ་ལ་ང་རང་ཚོ་བོད་མི་ཡོད་དོ་ཅོག་ལ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་མ་ཡིན་པ་ད་ད་ལྟ་ཡང། སྤྱི་ཚོགས་དྲ་ལམ་ནང་ལ་ཡང་གཅིག་གི་དམངས་གཙོ་ཁ་ལ་ཁད་བྱས་ནས་ཡང། གཅིག་འདྲ་མི་འདྲ་བཤད་དེ་ངས་མང་པོ་ཡོད་རེད་ཡིན་ནའང་རྣམ་པ་ཚོ་དེ་ཚོ་ལ་ཡང་གཅིག་སོ་སོ། མགོ་མ་འཐོམ་པ་བྱས་སོ་སོ་ཡང་གཅིག་དམངས་གཙོ་ཕྱོགས་ཀྱི་ལངས་ཕྱོགས་དེ་ག་རེ་ཡིན་པ་དེ་དེའི་ཐོག་ལ་ཡང་ནི་བརྟན་པོ་ཆེ་ང་རང་ཚོ་གི་བསྡད་ཐུབ་ན་གལ་ཆེན་པོ་རེད་བསམ་གྱི་འདུག་ཨ་ནི། བཤམས་ལས་ད་ལྟ་ངེད་ཀྱིས་རིན་པོ་ཆེ་གི་བརྙན་ཐུང་དེ་རྣམ་པ་ཚོ་ཕུལ་བས་ཡིན་ཨ་འདི་བཤམས་ལ་གཟིགས་དར་བ། ཨ་འདིའི་རྗེས་ལ་གཏམ་ཚང་དེ་ག་རེ་ཡིན་པ་དེ་ངས་རྣམ་པ་ཚོ་ལ་ནི་ཞུ་བས་ཡིན།
མི་བརྒྱ་ཕྲག་ཁ་ཤས་ཤིག་གིས་སྲོག་གི་འགྲོ་གྲོན་བཏང་པ་དེ་ཁྲག་གི་འགྲོ་གྲོན་བཏང་པ་དེ་ཁྲག་གི་ཐིགས་པ་གཅིག་ཡིན་ན་ཡང་ཆུད་ཟོས་ལ་འགྲོ་གི་མ་རེད་ཟེར་གྱི་དེ་ངས་ཐག་བཅད་ནས་ཁྱེད་རང་ཚོའི་མདུན་ལ་ཞུ་འདོད་བྱུང། ད་རིང་འབྲས་བུ་མ་ཐོན་པ་ཡིན་ནས། ད་རིང་འབྲས་བུ་ང་ཚོས་མ་མཐོང་པ་ཡིན་ནས། སང་ཉིན་འབྲས་བུ་ང་ཚོས་མཐོང་གི་རེད་ད་ལོ་མ་མཐོང་པ་ཡིན་ནས་དུས་སང་མཐོང་གི་རེད། ཁོ་ཚོས་དཀའ་ལས་རྒྱབ་པ་དང་ཁོ་ཚོས་བློས་བཏང་བྱས་པ་དེས་ངེས་པར་དུ་གྲུབ་འབྲས་ཐོན་གི་རེད། དེའི་དོན་དག་ལ་ང་རང་ཚོ་ཚང་མས་གདུང་སེམས་མཉམ་སྐྱེད་ཀྱི་ཐོག་ནས། དང་པོ་དེ་ལ་ཡང་བོད་སྤྱི་དོན་གྱི་བསོད་ནམས་གོང་མཐོར་གཏང་དགོས་ཡ། གཉིས་པ་དེ་ལ་ཡང་ཨ་ནི་བོད་རིགས་ཡོངས་རྫོགས་ཆིག་སྒྲིལ་བྱས་ནས་བསྡད་དགོས་ཡ། གསུམ་པ་དེ་ཚེ་མས་ཞི་བའི་ལམ་ཡ། ཡིད་ཆེས་བློ་གཏད་ཀྱི་ཐོག་ནས་དེ་ཐུག་ཡ། བཞི་པ་དེ་ལ་ཡ། འདིང་བ་རང་གི་ཐོག་ལ་ཡ་དེ་ཐུག་ཡ། གོང་ས་སྐྱབས་མགོན་ཆེན་པོའི་ཡང་དག་པའི་དབུ་ཁྲིད་འོག་ལ་ཤར་བསྐྱོད་བྱས་ཐུག་ཡ། འདི་བཅས་དེ་ལྟར་ང་ཚོས་ཡིན་གཅིག་མིན་གཅིག་བྱེད་དགོས་ཡ་གི། གནས་བབ་བྱ་གི་ཡོད། རྣམ་པ་ཚོ་གཟིགས་སོ། བྱས་ཙང། ད་རིན་པོ་ཆེ་གི་ད་ལན་འགན་ནི་འདི། སྐད་འཕྲིན་འདི་རྣམ་པ་ཚོ་དཔེ་ཁས་ཆེན་པོ་ཐུང་ངུ་དང་ང་རང་འདྲ་བོ་ཡིན་ན་རྣམ་པ་ཚོ་ཡིན་ན་འདི་ངེས་པར་དུ་ཐུགས་ལ་བཞག་ཕྱིར་རང་ཚོ་གི་ཅིག་བོད་དོན་ཐོག་ལས་ང་རང་ཚོ་གི་བསམ་བློ་བཏང་ད་ཡིན་ན་ག་རེ་ཡིན་ན་རེད་ད་འདི་ཐོག་ལ་རྣམ་པ་ཚོ་སོ་སོ་རང་འགན་འཁྱེར་ཕྱིར་ནས་བསམ་བློ་བཏང་རོགས་གནང་ལ་འབུལ་དགོས་ཞུ་ཡ་ཡིན་ད་གཉིས་པ་གཏམ་བཟང་འདི་ག་རེ་ཡིན་ལབ་བ་ཡིན་ན་ད་གཏམ་བཟང་འདི་ང་རང་ཚོ་ད་ལྟ་སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེ་ཨ་ནི་ཅིག་ས་གནས་སུའི་སི་ལི་ཡ་ཨ་ནི། གཅིག་གི་ཞབས་སོར་ཁུར་ཡོད་ཀྱི་གཏམ་བཟང་དེ་རེད། ད་གཏམ་བཟང་དེ་ག་དུས་རེད་ལབ་བ་ཡིན་ན་སྤྱི་ཟླ་བདུན་པའི་གི་ཚེས་ཉི་ཤུ། སྤྱི་ཟླ་བདུན་པའི་གི་ཚེས་ཉི་ཤུ་ལ་རིན་པོ་ཆེ་ད་ལྟ་དེ་ང་རང་ཚོ་ས་གནས་སུད་ཀྱི་རི་གོང་དགོན་པ་ལ་ཡལ་འདུག་ཆིབས་བསྐྱོད་གནང་དགོས་བ་རེད། ད་ད་ལྟ། མཛད་རིམ་དེ་ལ་ད་ལྟ་ང་རང་ཚོ་གི་བ་ན་སློབ་ཟུར་གོ་སྒྲིག་ཚོགས་ཆུང་གི་ཕྲན་བུའི་ཕྲན་བུའི་ལྟས་སུ་འགྱུར་བ་འགྲོ་སྲིད་ཀྱི་རེད་གསུང་གི་འདུག་ཡིན་ན་ཡང། ད་དུས་ཕལ་ཡས་ཀྱི། ཚེས་གྲངས་འདི་གཏན་འཁེལ་ས་རེད་སྤྱི་ཟླ་བདུན་པའི་ཟླ་རེ་ཉི་ཤུ་ལ་ཕེབས་ཡས་ཀྱི་ང་རང་ཚོ་འདུག་ས་གཏན་འཁེལ་རེད་ཨ་ནི་ད་ལན་ང་རང་གི་བརྙན་ཐུང་འདི་བརྒྱུད་ལམ་ནས་བར་ན་གོ་སྒྲུབ་ཚོགས་ཆུང་རྣམ་པ་ཚོ་ཕྱག་ལས་གནང་མཁན་ཚང་མ་ལོག་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ནས་ཞུ་ཡས་ཡིན་རྣམ་པ་ཚོ་མཁྱེན་གསལ་རེད་ཅིག་ང་རང་ཚོ་ཕྱི་རྒྱལ་ཁག་ལ་ཡ་ཅིག་ཚོགས་པའི་ལས་ཀ་བྱེད་ཡས་དང་ཅིག་འདི་དེ་བ་ལ་ཚོགས་པའི་ཐོག་ལ་ཞབས་ཕྱི་ཞུ་ཡས་ཅེས་དུས་ཚོད་བཏང་ཡས་དེ་ཚོ་ཧ་ཅང་གི་དུས་ཚོད་བཏང་ཡས་དེ་དཀོན་པོ་ཡིན་དུས་ཙམ་པ་ལ་ད་དུས་ཚོད་དཀོན་པོ་ཡོད་ན་ཡང་ང་རང་ཚོ་གི་དེ་ཡང་མ་གོ་སྒྲིག་ཚོགས་ཆུང་གི་ཐབས་ཤེས་བྱས་བྱས་ནས་པད་ཁོ་ན། ད་ལན། སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེའི་ཞལ་དྲོན་མོ་ངོ་ནས་འདུག་ཕེ་ཡེ་གི་ཞལ་བཞེས་གནང་བ་དེ་ལ་ང་རང་སྙིང་ཐག་པ་ནས་གོ་སྒྲིག་ཚོགས་ཆུང་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། དམིགས་བསལ་གྱི་ད་ང་རང་ཚོ་ས་གནས་སུད་སི་ལ་སྦ་གསལ་གཙོས་པའི་གི་ད་ད་ལྟ་ང་ཚོ་སུད་སི་ལ་ས་གནས་ལ་ཡ། ས་གནས་ཁག་ཉི་ཤུ་རྩེ་ལྔ་ལྷག་སུ་ཡོད་རེད་ཁོ་ནང་ཚོ་ཚང་མ་ལོག་ལ་ཡ་ནི་བོད་རིགས་སྤུན་ཟླ་ཡོངས་རྫོགས་རྣམ་པ་ཚོ་སུ་ལ་ཡ་དུས་ཚོད་ཡོད་པ་ཡིན་ན་ཡིན་ད་སྐབས་དེ་དུས་ངེས་པར་དུ་ཡ་ནི་ཕེབས་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ཨ་རྣམ་པ་ཚོ་དེའི་གོ་སྐབས་དེ་གླེང་བྱས་ནས་ཨ་ནི་སྤྱི་ཟླ་བདུན་པའི་གི་ལྟར་རིང་ཉི་ཤུ་ལ་ཨ་ནེ་རྣམ་པ་ཚོ་ཚང་མ་རི་བོང་དགོན་པ་ལ་ཕེབས་ཐུབ་ཡས་ཀྱི། ཐབས་ཤེས་གནང་རོགས་གནང་ལ་ནས་འབུལ་སྐུལ་ཞུ་ཡས་ཡིན། གང་ཡིན་ཟེར་ན་ད་རྣམ་པ་ཚོ་ལ་ཞུ་མོ་གོ་རེ་མང་པོ་ཅི་ད་ཁེན་གོ་རེ་ཡིན་ན་ཡང་ད་རྒྱལ་པོ་ཆེ་ལ་ནན་ཏན་ལ་འུ་ཐུ་བ་ང་རང་ཚོ་ད་ད། སོ་སོ་ས་ནས་ལ་ཡ་ཅིག་གི་བླ་མ། བླ་སྤྲུལ་དེ་འདྲས་ཕེ་ཆེ་ནས་དེ་ལ་ཡ་ནི་ཅིག་སྐུ་གསུང་ཐུགས་ཀྱི་ཡོན་ཏན། ཁོ་ནང་ཚོ་དེ་ཨ་ནི་ཅིག་རྗེ་ཁ་རྗེ་ཁ་ར་ཡས་ད་ཨ་ནི་ཅིག་གསུང་ཐོས་ཡས་ད་དེ་འདྲས་གུ་སྐབས་དེ་ཚོ་དངོས་གནས། པས། རྩ་ཆེན་པོ་རེད་བསམ་གི་འདུག་ང་རང་ཡིན་ན་ད་ལྟ་བླ་མ་ཡོད་དུས་ཆོས་ཞུས་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་བླ་མ་བཞེངས་ལ་ཕེ་ཚ་གསུངས་ན་ཨེ་ནི་ཅིག་གི་ང་རང་ཚོ་ཅིག་གི། དྲ་རྒྱ་བརྒྱུད་ནས་ཨེ་ནི་ཅིག་གི་གསུང་ཐོས་ཡས་འདྲ་བོ་དག་ཨེ་ནི་ཞལ་མཇལ་ཡས་དག་དེ་འདྲས་མ་གཏོགས་ཅི་དངོས་སུ་བླ་མ་སྐུ་སྦྱིན་པ་དུ་འགྲོ་མཇལ་ཡས་དེ་དཔེ་ཁག་པོ་ཡིན་ཙང་རྣམ་པ་ཚོ་ཚང་མ་འདི་ཐོག་ལ་ཨེ་ནི་ཐུགས་བསམ་བཞེས་རོགས་གནང་ལ་ནི་འབོད་སྐུལ་ཞུ་ཡས་ཡིན་ག་རེ་ཡིན་ན་ཟེར་ན་ང་རང་ཚོ་ལྟ་དང། ལུང་པ་གཞན་པ་ཚོ་ང་རང་ཚོ་ལྟ་དང། ལུང་པ་གཞན་པ་ཚོར་བླ་མ་ཚོ་ཆོས་ཞུས་ངེས་ད་མང་པོ་ཅིག་ཅིག་ཅིག་ང་རང་ཚོ་གི་ད་ཁོ་རང་ཚོ་གི་རྒྱལ་བའི་བཤེས་གཉེན་ད་ད་ག་རིང་ཡིན་ན་ཁོ་རང་ཚོ་གི་སངས་རྒྱས་ཡིན་ན་རེད་ད་སོ་སོ་གི་ཅིག་སྐྱབས་བཅོལ་ས་ཚང་མ་ཅིག་པར་ད་དེ་འདྲའི་ལ་མ་ད་ཡོད་མ་རེད་ང་རང་ཚོ་བོད་པ་ལ་ཐུ་མོ་མ་ཡིན་པའི་ག་རེ་ཡོད་ལ་ན་བླ་མ་དངོས་སུ་ཞེས་ཟེར་ཡས་ཡོད་རེད་བླ་མ་དངོས་སུ་ཞེས་སོན་སྐུ་འཚོ་བཞུགས་སྐར་བླ་མ་དངོས་ནས་ཅིག་དབང་ལུང་མན་ངག་ཞུ་འོས་དང་བླ་མ་ངོས་ནས་ཕྱག་དབང་ཞུ་འོས་དང་དངོས་སུ་སྐོར་བ་བྱིན་རླབས་ཞུ་འོས་དང་འདི་འདྲའི་གི་གོ་སྐབས་བཟང་པོ་འདི་ང་སོ་སོ་ལ་ཡོད་དུས་བརྩམས་པ་ལ་སོ་སོ་དངོས་གནས་སྐལ་བ་བཟང་པོ་ཡིན་བསམ་ཡས་དེ་གལ་ཆེན་པོ་རེད་བསམ་གི་འདུག་རེད་བ། ཨ་ནི་ཅིག་བླ་མ་ཞིང་ལ་ཕེབས་ཚ་བླ་མ་བེད་ཁོ་རང་ཨ་ནི་བཤགས་ཚ་དུས་བརྩམས་པ་ལ་ཨ་ནི་ཅིག་གི་སོ་སོ་ཨ་ཁ་ལ་ཡས་དང་ཅིག་འགྱོད་པ་གེ་འདྲ་བོ་དང་དེ་འདྲས་གི་ཞུས་ཅིག་མ་གཏོགས་ཨ་ནི་ཅིག་གི། མི་རིགས་གཞན་པ་དང་གཅིག་པ་འདྲ་བོ་ཆགས་འགྲོ་གི་རེད་ཨ་ནི་བླ་མ་བེད་ཁོ་རང་པར་ནང་ལ་མཇལ་ཡས་ཅིག་མ་གཏོགས་ཨེན་གོ་སྐབས་ཡོད་མ་རེད་ད་ད་ལན་ངས་མང་པོ་ཞུས་མོ་གོ་བ་ཆེ། རྣམ་པ་ཚོ་ལ་གཙོ་བོ་གར་ཞོན་ལབ་བ་ཡིན་ན་སྐབས་དེ་དུས་ད་སྐྱབས་རྗ་མཁས་དབང་ཟམ་གཏོར་རིན་པོ་ཆེ་འདུག་ང་རང་ཚོ་སུད་ལ་ཡ་ནི་ཕེ་ཐུ་ཙམ་པ་ལ་ཡ་མི་མང་གང་མང་མང་གཅིག་སོ་སོ་ངོས་ནས་ཨ་ནི་ཅིག་དུས་ཚོད་བཏོན་བྱས་ནས་དེ་ལ་མཉམ་ཞུགས་གནང་རོགས་གནང་ལ་ནི་འབུལ་སྐུལ་ཞུ་ཡས་ཡིན་སྐབས་དེ་དུས་ང་རང་ཡིན་ན་ཨ་ནི་ཅར་ཐུ་ཡས་ཀྱི་རྒྱ་ཅ་རྒྱ་འབད་བརྩོན་བྱེད་ཡས་ཡིན་ཨ་རྣམ་པ་ཚོ་ངོས་ནས་གནང་རོགས་གནང་ལ་འབུལ་དགོས་ཞུ་ཡས་ཡིན་ཨ་ནི་འདི་ད་ལྟའི་ད་ལྟའི་ཆ་ལ་མཛད་རིམ་འདི་ཆུ་ཚོད་དགུ་པ་ནས་བཅུ་གཉིས་པ་དོ་ལེ་མི་མང་ལ་ཡ་དུག་གསུང་ཆོས་དང་བཀའ་སློབ་གནང་ཡས་དེ་རེད་ཤ་བ་ན་སློབ་ཟུར་ཚོགས་པ་གོ་སྒྲིག་ཚོགས་ཆུང་ངོས་ནས་ད་ལྟའི་གནས་ཚུལ་འབྱོར་གསལ་བལྟ་བ་ཡིན་ན་ད་ལྟ་ཡང་མཛད་རིམ་དེ་ལ་ཕྲན་བུའི་འགྱུར་བ་འགྲོ་སྲིད་གི་རེད་བསམ་གི་འདུག་ཡིན་ན་འདི་འགྲོ་བ་ཡིན་ན་རྣམ་པ་ཚོ་ལས་ནི་ཡང་ངས་ཇེ་མང་བརྙན་ཐུང་བརྒྱུད་ལམ་ནས་ཡང་བསྐྱོད་ཡང་གསལ་བཤད་མ་ཕུལ་ཆོས་ད་ནི་ཞུ་ཡས་ཡིན་ཨ་འདི་ད་རྣམ་པ་ཚོ་མཐོང་གི་རེད་དྲ་རྒྱ་ད་ག་ད་ག་བ་ནི་ནས་རྣམ་པ་ཚོ་མཐོང་གི་རེད་ལ་ནི་ཞུ་ཡས་ཡིན། འདི་གཅིག་བྱས་ཨ་ནི་ངེད་ཀྱི་ད་ལྟ་ཤམ་ལ་ཡར་བ། སྙེ་མ་རིན་པོ་ཆེ་ད་ལྟ་འདམ་ས་ལ་ནས་མ། རྡོ་རྗེ་སེམས་ལ་ཆིབས་བསྒྱུར་གནང་རྒྱུ་གི་ད་ལྟ་བརྙན་ཐུང་ཞིག་ཏུ་འདི་ངས་བརྙན་པར་ཐོན་དུས་ཅིག་གླེང་ཡོད་འདི་གར་ཕྱིན་གླེང་ཡིན་ལ་ན་རྒྱུ་མཚན་ཡོད་འདི་ལ། འདི་ད་ལྟ་ང་རང་ཚོ། རྟེན་འབྲེལ་བཟང་པོ། རིན་པོ་ཆེ་ད་ལྟ། རྡ་ས་ནས་མ་གས་བོད་དགའ་ཡས་ལ་ཨ་ནི་ཅིག་གི། ནགས་ཚགས་མེ་བ་པའི་འདེ་བོ་ཐང་པོ་འབྱོར་བ་ནང་བཞིན། རྟགས་དང་རྟེན་འབྲེལ་བཟང་པོ། སྟབས་བསྟུན་བྱས་ནས་ཨ་ནི་ང་རང་ཚོ་སུད་ཀྱི་ས་གནས་ལ་ཡང་རིན་པོ་ཆེ་ཨ་ནི་རྒྱ་གང་ནས་འདུག་སུད་ལ་ཡང་འདས་པོ་དང་པོ་དངོས་གནས་ང་རང་ཚོ་ཚང་མ་སྐལ་བ་བཟང་པོ་ངོས་ནས་ཨ་ནི་ཅིག་རིན་པོ་ཆེ་ཚང་ནས་ཨ་ནི་ཅིག་བཀའ་སློབ་མན་ངག་ཨ་ནི་འདུག་མཐོ་བས་ཀྱི་ང་རང་གི་རེ་བ་དང་སྨོན་འདུན་དང